འདྲེར་འབར། དེ་ནས་ཉི་མ་འགའ་ཤས་ཕྱིན་པའི་རྗེས་ལ་ཡེ་ཤུ་ཡང་བསྐྱར་གྲོང་ཁྱེར་ཀ་ཕར་ན་ཧུམ་ལ་ཕེབས་ནས་ཁོང་ཁང་པའི་ནང་དུ་བཞུགས་ཡོད་པའི་གཏམ་གྲགས་པ་ཙམ་གྱིས། མི་མང་པོ་སྒོའི་འགྲམ་དུ་འཛོམས་ཏེ་ས་ཆ་སྟོང་པའང་མེད། ཁོང་གིས་དཀོན་མཆོག་གི་བཀའ་བསྒྲགས་གནང་སྐབས་མི་འགའ་ཤས་ཡོང་ཞིང་དེའི་ནང་ནས་མི་བཞི་ཡིས་གོམ་པ་སྤོ་མི་ཐུབ་པའི་ནད་པ་ཅིག་ཁུར་ནས་ཁོང་གི་དྲུང་དུ་འོངས། འོན་ཀྱང་མི་ཚོགས་མང་བས་ཁོ་ཚོ་ཁོང་གི་དྲུང་དུ་མ་ཐར་སྟབས། ཁང་པའི་ཐོག་ཁ་བཤུས་ཏེ་ཡེ་ཤུ་བཞུགས་སའི་སྒང་ལ་ཨི་ཁུང་ཆེན་པོ་ཞིག་ཕུག་ནས་ནད་པ་དང་ཉལ་ཁྲི་མཉམ་དུ་མར་ཕབ་པ་རེད། ཡེ་ཤུས་ཁོ་ཚོའི་དད་སེམས་མཁྱེན་ནས་ནད་པ་དེ་ལ། བུ། ཁྱོད་ཀྱི་སྡིག་ཉེས་སེལ་ཟིན་པ་ཡིན་ཞེས་གསུངས། དེར་ཡོད་པའི་ཆོས་ཁྲིམས་ལ་མཁས་པའི་མི་འགའ་ཞིག་གི་བསམ་པ་ལ། མི་དེས་འདི་ལྟར་བཤད་པ་གང་ཡིན་ནམ། དེས་དཀོན་མཆོག་ལ་སྐུར་བ་འདེབས་པ་རང་རེད། དཀོན་མཆོག་གཅིག་པུས་མ་གཏོགས་གཞན་སུས་སྡིག་ཉེས་སེལ་ཐུབ་བསམ། དེ་མ་ཐག་ཏུ་ཡེ་ཤུའི་ཐུགས་ལ་ཁོ་ཚོའི་བསམ་པ་འཁྱེར་ནས་དེ་ལྟར་གསུངས། ཁྱོད་ཚོས་བསམ་བློ་འདི་ལྟར་གཏོང་དགོས་པའི་རྒྱུ་མཚན་གང་ཡིན། ནད་པ་དེར་ཁྱོད་ཀྱིས་སྡིག་ཉེས་བསལ་ཟིན་ཟེར་བ་ལས་སླ་པོ་ཡིན་ནམ། ཡང་ན་ལོངས་ལ་ཉལ་ཁྲི་འཁྱེར་ནས་སོང་ཞིག་ཟེར་བ་ལས་སླ་པོ་ཡིན། འོན་ཀྱང་མིའི་རིགས་ཀྱི་བུ་ལ་འཇིག་རྟེན་འདིའི་སྟེང་སྡིག་ཉེས་སེལ་བའི་དབང་ཡོད་པ་ཁྱོད་ཚོས་ཤེས་པའི་ཕྱིར། ཡེ་ཤུས་ནད་པ་དེ་ལ། ངས་ཁྱོད་ལ་གཟིགས་རྒྱུར་ལོངས་ལ་ཉལ་ཁྲི་འཁྱེར་ནས་ནང་ལ་ལོག་ཅིག་ཅེས་གསུངས། མི་དེས་ལམ་སེང་ཡར་ལངས་ནས་ཉལ་ཁྲི་འཁྱེར་ཏེ་མི་ཚང་མའི་མདུན་ནས་ལོག་ཕྱིན་པས་ཐམས་ཅད་ཡ་མཚན་ཆེན་པོ་སྐྱེས་ནས་དཀོན་མཆོག་ལ་བསྟོད་པ་ཕུལ་ཏེ་འདི་ལྟ་བུའི་མཛད་པ་ང་ཚོས་གཏན་ནས་མཐོང་མ་མྱོང་ཞེས་བཤད།